ཆེན་པོ་རེད་ཀྱང་ད་ང་ཚོ་ལ་ཡོད་ན་མེད་ན་དེ་རྒྱལ་བ་རིན་པོ་ཆེ་གི་སྐུ་ཤ་དེ་རེད་ད་སྐྱབས་མགོན་རིན་པོ་ཆེ་ཆིག་བརྒྱུད་གནང་གི་སྐབས་ལ་དེ་འདྲིའི་གི་སྐུ་ངལ་ཆེན་པོ་ཅིག་འཕྲད་བསྡད་གི་ཡོད་པའི་སྐབས་ལ་ད་ང་ཚོ་ཚང་མ་ལ་སེམས་ལ་བཟོད་ཡ་མེད་པའི་གནས་སྟངས་ཆེ་རེད་བ་ལ་དེ་ཡོད་བ་དེ་ད་བཟོད་གི་མི་འདུག་ཟེར་ཞག་ཙམ་མ་ཡིན་པའི་ཆེད་དུ་དངོས་སུ་ང་ཚོ་དེ་སྐུ་ངལ་སེལ་ཐབས་ཀི་ཐོག་ལ་ཡ་ད་ཚང་མས་གི་འབད་བརྩོན་གྱིས་གནང་ནས་ཐབས་ཤེས་ཀྱིས་ཞུས་བྱས་ནས་ཡར་ལ་གསོལ་འདེབས་སྙན་སེང་ཞུ་བར་བྱོན་ནས་ཐུགས་རྗེ་གཟིགས་ད་ནས་བཟུང་སྟེ་ཆིབས་བསྒྱུར་གནང་ཡང་དེ་རྒྱལ་དེ་ཅར་རར Flight རང་ལ་དགའ་དགའ་ནས་ཀྱི་ག་བ་ཕེབས་དགོས་ཡོད་ན་ཕེབས་ས་དེ་ལ་ཤ་ཆག་ཕེབས་ཡོད་པ་གཅིག་ལ་མ་གཏོགས་པའི་རྩ་ནས་དགོངས་པ་མ་བཞེས་རོགས་གནང་ག་ཚད་སྐྱང་བོ་གནམ་མོ་གྲི་ནག་ལ་ཆེ། ཕེབས་བསྡད་པའི་སྐབས་ལ་ནི་གནམ་གྲི་ནག་དེ་ཉིད་འདྲེ་གི་བརྙན་ཐུང་བརྒྱབ་ནས་མ་སྤྱི་ཚོགས་དྲ་ལམ་ན་མ་བཀྲམ་ཡོང་དུས་ཚ་ནས་ནི་ཅིག་དེ་ནང་ནས་ད་དེ་གཅིག་པོ་མ་རེད་སྐབས་དེ་དུས་རང་དཔར་ཟིག་ཏུ་ད་ང་ཚོས་ཨིན་ཇི་སྐད་ཞུས་པས་ན་ད་ཅིག Selfie དཔའ་འཛིན་སོགས་ཆོས་དེ་འདྲའི་སྒྲོ་བརྒྱབ་ནས་བཀྲམ་ཡོང་དུས་ད་ནི་སྤྱི་ཚོགས་ནང་ལ་ཡང་རང་བཞིན་གྱིས་སེམས་འཚབ་ཆེན་པོ་ཅིག་བྱུང་ཡོད་རེད་ལ། ལྷག་པར་དུ་བོད་ནང་ལ་བཞུགས་དེ་ཉིད་ནམ་རྒྱུན་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་ཡང་ལྟ་དེ་ཉིད་དེ་འདྲའི་ཁ་ཤས་ཅིག་གིས་དེ་སྒང་ལ་དཔེ་སེམས་འཚབ་ཆེན་པོ་གནང་སོང།
ཨེ། ཞི་བདེའི་སྐྱོ་མ་ཚོ་ལགས།
པར་འདི་ཚོགས་སུ་ཆོག། ད་བདེ་སྲུང་ལས་ཁུངས་ཀྱི་སྔོན་རྩིས་དང་འབྲེལ་བའི་ཐོག་ནས་ད་ལྟ་གོང་ནས་དྲི་བ་མང་པོ་ཞིག་འཕེལ་རེད། ནས་ད་གང་སྡོད་སྡོད་བྱེད་ཀྱི་ཡིན། ཐོག་མ་དེ་ལ་བདེ་སྲུང་བཀའ་བློན་མཆོག་འོས་དཔེ་གས་བདེ་སྲུང་ལས་ཁུངས་ཀྱི་ངོས་ནས་ད་ངོ་ནས་སྐུའི་བདེ་འཇགས་སྐུ་མཆེད་ཀྱི་ཐོག་ལ་ཡང་ནི་ཕྱག་ལས་མང་པོ་ཅིག་གནང་ཡོད་རེད་ད་ལྟ་གནང་གནང་བཞིན་པ་རེད། དེ་ལ་ཡང་ནི་ཐུགས་ཆེ་ཞུ་བ་དང་ལྷག་པར་དུ་ད་ཅིག་རྒྱ་གར་གྱི་དབུས་སའི་གི་གཞུང་དག་ནང་བཞིན་གྱི་ལྷག་པར་དུ་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྣམ་པ་དང་ཨ་ནེ་དམིགས་བསལ་གྱི་དགེ་བཤེས་ལགས་རྣམ་པ་གཉིས། ད་དངོས་གནས་གི་ཅིག་ད་ལྟ་གོང་ནས་བདེ་སྲུང་བཀའ་བློན་མཆོག་གིས་གསུངས་སོང་སྟེ། དངོས་གནས་ཅིག་ད་བྱས་ས་མ་ཤོད་ནས་ཅིག་མིན་ན་ཅིག་སྐད་ཅིག་བཤད་དགོས་ན། སོ་སོའི་དྲིན་ཆེན་གྱི་ཕ་མ་ཡིན་པ་ན་ཞིང་གི་ཅིག་ཕྱག་གཡས་དང་གཡོན་ནས་སྐྱོར་ནས་ཅིག་ཡོང་དུས་དངོས་གནས་ཅིག་སེམས་ནས་བསོད་ནམས་ཆེ་ཨ་བསམ་པ་ཅིག་ད་དངོས་གནས་ཡིན་རྒྱུར་ཐེབས་པ་ཅིག་དངོས་གནས་གལ་ཏེ་ཅིག་ང་ཅིག་བོ་ཚོར་བ་མ་རེད་ཨ་ནི་མི་ས་ཡ་མང་པོ་གིས་ཚོར་བ་དེ་ཡིན་གྱི་རེད་བསམ་གྱི་འདུག་ད། ངེད་ཀྱི་གོ་སྐབས་དེ་བརྒྱུད་ནས་ནི་ཁོང་རྣམ་པ་ཚང་མ་ལ་ཡང་བཀའ་དྲིན་ཆེ་ཞུ་བ་ཡིན། དེ་ནས་ད་དྲི་བ་ཞུ་ཡ་ཅིག་ལ། ད་ནག་ཉེས་ལོགས་སུ་བོར་བ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྡ་རམ་ས་ལ་ནས་མ་ལྡི་ལི་ཕེབས་པའི་སྐབས་ལ། པ་ནམ་རྒྱུན་ནས་གནས་སྟངས་དེ་རེད་ཅིག་གསར་བ་ད་ལོ་བྱུང་ཤ་དེ་འདྲ་དེ་གེ་མ་རེད་དེ་ལས་སྣེ་ཅིག་གནམ་གྲུའི་ནང་ལ་ཕེབས་བསྡད་པའི་སྐབས་ལ་གནམ་གྲུའི་ནང་བདེན་གཉིས་དེ་འདྲ་གི་བརྙན་ཐུང་བརྒྱབ་ནས་མ་སྤྱི་ཚོགས་དྲ་ལམ་ལ་མ་བཀྲམ་ཡོང་དུས་ཙ་ནས་སྣེ་ཅིག་དེ་ནང་ནས་ད་དེ་ཅི་བོ་མ་རེད་སྐབས་དེ་དུས་རང་དཔར་ཟིག་འདུག་ད་ང་ཚོ་ཨིན་ཇི་སྐད་ཞུས་པས་ན་ད་ཅིག་སེལ་ཧྥི་དཔའ་འཛིན་ཚོགས་མཆོག་དེ་འདྲའི་དྲོ་བོ་རྒྱབ་ནས་མ་བཀྲམ་ཡོང་དུས་ཚ་ནས་ཨ་ནེ་སྤྱི་ཚོགས་ནང་ལ་ཡང་རང་བཞིན་གྱིས་སེམས་འཚབ་ཆེན་པོ་ཅིག་བྱུང་ཡོད་རེད་ལ། ལྷག་པར་དུ་བོད་ནང་ལ་བཞུགས་དེ་ཉིད་ནམ་རྒྱུན་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ལ་ཡང་ལྟ་དེ་ཉིད་དེ་འདྲའི་ཁ་ཤས་ཅིག་གིས་དེ་སྒང་ལ་དཔེ་སེམས་འཚབ་ཆེན་པོ་གནང་སོང། ང་རང་ཚོ་སྤྱི་ཚོགས་ནང་ལ་ཡིན་ནའི་དེ་སྒང་ལ་ད་བོད་པ་གཅིག་པོ་མ་ཡིན་པ། ཨོ་ད་དེ་འདྲའི་ཚིག་ད་ག་འདྲ་ཡིན་ནའང་ཟེར་ཡག་གི་སྐད་ཆ་ཅིག་བྱུང་སོང་ལ་ནི་ང་རང་སོ་སོ་ཡིན་ནའི་རྩོམ་ཡིག་ཅིག་དང་འབྲེལ་བའི་ཐོག་ནི་དེ་འབྲེལ་བ་ཅིག་ཆགས་སོང་དེ་བྱེད་དོན་སྤྱི་བཏང་གི་ད་རྒྱ་དབུས་གཞུང་གི་ངོས་ནས་དམིགས་བསལ་གྱི་ཅིག་སྐུ་འཆག་གི་ཐོག་ལ་ཡང་ཅིག་ཀ་རེ་གཟིགས་རྟོག་ཅིག་ཞུས་བསྡད་ཀྱི་ཡོད་དུས་ཨ་ནི་འདིའི་གི་གོ་སྐབས་དེ་དམ་འཛིན་བྱེད་པའི་ཐོག་ནས་ད་འདི་འདྲའི་གི་གནས་སྟངས་བྱུང་ཡོང་པའི་སྐབས་ལ་ནི་ཅིག། རྒྱ་ཆེ་མང་ཚོགས་ལ་སེམས་འཚབ་ཡོང་མ་དགོས་བ་ཅིག་དང་ཨ་ནི་སྤྱི་ཡོངས་ཀྱི་ཆ་ནས་ཨ་ནི་ཅིག་སྤྱི་བཏང་གིས་རྡ་རམ་ས་ལ་ནས་མ་ལྡི་ལི་བས་གཉིས་ཀྱི་གནམ་གྲུ་དེ་ལ་གདམ་ག་ཆེན་པོ་ཅིག་ད་ཡོད་མ་རེད་དེ་ལས་ད་ཡིན་ན་ཡང་དེའི་ནང་ལ་ཡང་ཅིག་དམིགས་བསལ་གྱི་བཞུགས་སྟངས་དེ་འདྲས་འདུག་ཡ་འདུག་ཨ་དེ་བྱེད་དུས་ཨ་ནི་ཅིག་མ་འོངས་པ་ལ་ཡང་ཨ་ནི་ཅིག་འདི་འདྲས་ཀྱི་ཐོག་ལ་ཨ་ནེ་རྒྱ་གར་གྱི་དབུས་ས་སུ་ལ་བཞུགས་དགོས་ཡོད་ན་ཡང་ཨ་ནེ་གཅིག་བདེ་སྲུང་ལས་ཁུངས་ཀྱི་ངོས་ནས་བདེ་སྲུང་བཀའ་བློན་མཆོག་གི་དབུ་ཁྲིད་པའི་གི་ཐོག་ནས་ཨ་ནེ་འདི་གཅིག་མ་འོངས་པ་ལ་དངོས་གནས་གཅིག་སྐུ་དུ། ཆུ་ཚོད་གཅིག་གཉིས་དང་སྐར་མ་ཞུ་ཞེ་གྲངས་དེ་འདྲས་མ་བྱེད་ཕེབས་མ་དགོས་པ་ཡིན་ན་ཡང། སྐུ་ལྷོད་ལྷོད་ཀྱིས་གཅིག་བཞུགས་ཐུབ་ཡ་ཡོད་རྒྱུ་དེ་འདྲས་ཞབས་རྒྱག་གཅིག། ཐབས་ཤིག་མཐོང་ཟེར་བས་དེ་ཡིན་གཅིག་མིན་གཅིག་གིས་ཅིག། འབྲེལ་ཡོད་སུ་ལ་ཞུ་དགོས་ཡོད་ནའི་དེ་གང་ལ་ཡ་ཅིག། ཞུ་སྙན་འཕོ་དགོས་ན་དེ་གང་ག་རེ་གནང་དགོས་ན་ཅིག་གནང་རོགས་བྱེད་ཟེར་ནས་དེ་ཅིག་ཞུ་ཡ་དང། ཨ་ནི་ཅིག་སྤྱི་བཏང་གི་ཆ་ནི། ད་གནམ་གྲི་ནང་ལ་མཉམ་དུ་ཁྱེད་ཚོང་དུས་སོ་སོ་ཅིག་སོ་ནམ་ཅིག་གི་ཐོག་ནས་ཁྱེད་ཚོང་དུས། ཨ་ནི་སོ་སོའི་ཅིག། དྲན་རྟེན་ཚེ་ན་མི་འདོད་ད་ཅིག། འདི་འདྲས་ཀྱི། སོ་སོ་ཅིག་ཉི་མ་དམིགས་བསལ་ཅིག། བསོད་ནམས་ཆེན་པོ་བྱུང་ང་བསམ་པའི་གེགས། དྲན་རྟེན་གྱི་ཆེད་དུ་ད་ཅིག། རང་བར་འགྲོ་སེལ་ཕི་དེ་འདྲ་བརྒྱ་གཉིས་ཡོང་གི་ཡོད་ས་རེད་དེ་ཡིན་ནའང་དེ་ཚོ་ལ་ཡི་ཅིག། ག་འདྲ་བྱས་ན་དགའ་བ་འདུག་ཅིག་སྣང་ཡ་ཅིག་འདུག་ཨེ། འོ་དེ་ཅིག། ཞུ་བ་ཡིན། ད་ལེ་སྤྱི་ནོར་ཧོར་ཟ་སྐྱབས་མགོན་རིན་པོ་ཆེས། དེ་ནས་ལྷོ་ཤར་མ་ཆུ་བསྐྱུར་གནང་པའི་སྐབས་ཀྱི་རྡ་ས་དང་ལྡི་ལི་བར་གྱི་གནམ་གྲུ་ཕེབས་འབྱོར་དང་འབྲེལ་བའི་ཐོག་ནས་སྤྱི་ཚོགས་ནང་ལ་ཡིན་ནའི་བསམ་ཚུལ་ཤུགས་ཆེན་པོ་དེ་འདྲ་བྱུང་སོང། མཐོང་ཚུལ་བྱུང་བ་རེད་ཀུ་རེ་བཅུ་དུས་འགའ་ཡི་ད་ལྟ་བསྟན་ལ་སོང་སོང་ཨེ་འདི་ཚོ་ཐོག་ལ། ངོ་མཚར་གྱི་བསྔགས་བརྗོད་དང་ཞུ་ཕྱོགས་ཐོག་ནས་ཁོང་རྣམ་པ་ཚོ་གི་དད་གསུང་དག་ལ་ང་ཚོ་གི་སྐད་ལ་ཡིན་ནའི་གས་ཤུགས་ཆེར་ཡོང་ཡ་ཕན་ཐོག་ཡོང་གི་ཡོད་བསམ་གི་ཞུ་ཡ་ཡིན། ཤུལ་རིག་ལས་ཁུངས་ཀྱི་དམིགས་བསལ་བཀའ་འཁྲོལ་རྒྱབ་གཉེར་བསྡོམས་ཏེ་ས་ཡ་སུམ་ཅུ་སོ་གཅིག་དགུ་འབུམ་དགུ་ཁྲི་བརྒྱད་སྟོང་དགུ་བརྒྱ་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་བྱས་པ། སྤྱི་འཐུས་དངོས་གྲུབ་རྡོ་རྗེ་ལགས།
བ་འདི་ཐོག་ཏུ་ཆོག། ཆོས་རིག་ལས་ཁུངས་དང་འབྲེལ་བའི་ཐོག་ལ་དོན་ཚན་དག་གནད་འགག་ཅན་གཅིག་སྙན་སེང་ཞུ་ཡ་ཡོད། ད་ནི་དེ་ཆོས་རིག་ལས་ཁུངས་དང་འབྲེལ་བ་ཡོད་དེ་ཟུང་དང་འབྲེལ་བ་ཆགས་ཀྱི་འདུག་ལྷག་པར་དུ་དཔལ་ལྡན་བཀའ་ཤག་དང་འབྲེལ་བ་ཏན་ཏན་ཆགས་ཡོད་བསམ་གྱི་ཡོད། དེ་ག་ཞུ་ཡ་ཞུས་པ་ཡིན་ན། ང་ཚོས་ཚེ་འདི་བཞིན་ཡིད་ཀྱི་སྐྱབས་གནས། ཕོག་པའི་སྙིང་དང་དཔྲལ་བའི་མིག། ཕྱི་ཡི་ལྕགས་རི་ནང་གི་ནོར་བུ། ལྐོག་ཟ་སྐྱབས་མགོན་ཆེན་པོ་མཆོག། ད་དགུང་གྲངས་དགུ་བཅུ་ལ་ཡར་ཕེབས་དུས་ཡོད་རེད། སྤྱི་ཟླ་བདུན་པ་ནས་དགུ་བཅུ་གོ་གཅིག་ལ་ཡར་ཐུགས་སུ་ཕེབས་ཡིན་པའི་ཚོང་དང་སྐུ་ན་མི་འབོ་ཨ་ནི་སྐུ་སོགས་ཀྱི་གནས་བབ་དེ་ཚོ་ང་ཚོ་ཚང་མ་ལ་ཡར་ད་ཐུག་རྒྱུ་ཡོད་བསྡད་པ་ཞིག་ཡིན་པ་སོང་ཙང། ད་ལྟ་ཡི་སྐུ་སོགས་ཀྱི་གནས་བབ་དེ་འདྲས་ཡོད་པ་ཡིན་ནའི། སེམས་ཅན་ཡོངས་རྫོགས་ཀྱི་འདུལ་བྱ་ལ་དགོངས་ནས་དམ་བདའ་ཡི། གདན་ཞུ་ཆིབས་བསྒྱུར་གནང་ས་ཕལ་ཆེར་ཅིག་ལ་ཞབས་ཀྱིས་བཅགས་ནས་འདུག་ཆིབས་བསྒྱུར་གནང་གི་ཡོད་པ་སོང་ཙང་དེ་ཚོའི་རིགས་དེ་ད་ད་འདྲ། ང་རང་ཚོ་ལ་ཡང་མཐོང་ཆོས་སུ་ཡོད་པ་འདི། ཆིབས་བསྒྱུར་གདན་འདྲེན་ཞུ་སྙན་གསོལ་འདེབས་ཞུ་སྙན་གྲངས་ལས་འདས་པ་ཡོད་རེད་གནད་འགག་ཆེ་ཡག་ཁ་ཤས་ལ་ཡང་ད་ད་ཡི། ཐུགས་བརྩེ་འདོད་མོས་ཀྱིས་ཆིབས་བསྒྱུར་བསྐྱང་གི་ཡོད་པ་སོང་ཙང་ད་ཆིབས་བསྒྱུར་བསྐྱང་གི་སྐབས་ལ། འདི་ནས་ཆིབས་བསྒྱུར་གནང་ཕྱོགས་ཀྱི་ཐོག་ལ་ཡང་ཨ་ནི།

གདན་ཞུ་ཆིབས་བསྒྱུར་ཞུ་མཁན་ནི་མང་ད་ཅུག་ཡོད་རེད་ཨ་ནི་སྐབས་རེ་སྐྱོབ་གསོ་ཆེན་དང་དབྱར་ཁར་ཚ་ཡོད་ཅན་འདས་ཆར་བ་ཆེན་པོ་ཞིབ་བྱུང་དང་ཆར་བ་ལ་གཡོལ་ནས་ལ་དྭགས་ལ་ཡང་ཆིབས་བསྒྱུར་དེའི་ལོ་རེ་ལ་ཕལ་ཆེར་ཆ་ཚང་གནང་བཞིན་པ་ཞིག་རེད་དེ་ནང་བཞིན་གུང་དགའ་དེ་ལ་གནམ་གཤིས་གྲང་མོ་རེད་ཨ་ལྷག་པར་དུ་གཅིག་སྐུའི་འཕྲོ་གཞས་ལ་ཡང་དགོངས་པ་བཞེས་ནས་གནས་མཆོག་རྡོ་རྗེ་གདན་གཙོས་པའི་ལྷོ་ཕྱོགས་ལ་ཡང་ཆིབས་བསྒྱུར་དུ་བསྐྱང་གི་ཡོད་པ་ཡིན་དང་འདས་པའི་ལོ་ཁ་ཤས་ནང་ལ་ཡང་ཐེངས་གཅིག་སྦེལ་ཀོབི་ལ་ཆིབས་བསྒྱུར་དང་ད་ལོ་མོན་གོར་ལ་ཆིབས་བསྒྱུར་གནང་ཡང་ད་དེ་འདྲས་ཀྱི་ཆིབས་བསྒྱུར་ཡང་ཡང་ད་དུང་ས་ཕྱོགས་མང་པོ་ལ་ཡང་ཏན་ཏན་ཆིབས་བསྒྱུར་གནང་ཡག་གི་ཐུགས་བརྩེ་འདོད་མོས་ཀྱིས་གནང་དང་གནང་བཞིན་པ་ཞིག་རེད་མ་འོངས་པ་ལ་ཏན་ཏན་གནང་གི་རེད་དེ། ཕེབས་པའི་སྐབས་ཀྱི་ཕེབས་སྟངས་དེ་ད་ད་ལྟ་དེ་འདྲས་ཅིག་སྐུ་ངལ་ཆེན་པོ་ཞིག་ནང་ལ་ཕེབས་དགོས་ཀྱི་ཡོད་དུས། གནམ་གྲུ་དེ་ནམ་རྒྱུན་གྱི་གནམ་གྲུ་དེ་གཅིག་པ་རེད་དེའི་སྐབས་ལ་གནམ་གྲུ་དུར་བ་ཞིག་དང་ཞབས་བཀྱག་སྐྱོ་བ་ཞིག་ནས་ཙམ་བྱུང་ཡོད་མ་རེད་ནམ་རྒྱུན་དུ་ནས་དེ་འདྲའི་སྐུ་ངལ་གྱི་སྐྱོན་འདུག་ཡོད་པ་སོང་དང་ད་དེའི་ཐོག་ལ་ང་ཚོ་མ་འོངས་པ་ལ་ག་རེ་གནང་དགོས་འདུག་ཞུས་པ་ཡིན་ན། དགའ་སྐལ་རྣམ་དང་ནས་བྱས་ནས་ཀྱི་ཆིབས་བསྐྱོད་གནང་ས་ག་བ་ཡིན་པ་དེ་ལ་ཐད་འཕུར་གནམ་གྲུ་རང་ལ་ཡང་ང་ཚོ་སྐྱབས་འཇུག་ཞུ་དགོས་འདུག་དེ་ཡང་བྱུང་ན་རྒྱ་གར་དབུས་གཞུང་གིས་རྒྱ་གར་ནང་ཁུལ་ལ་ཆིབས་བསྐྱོད་སྐབས་ལ་ཡང་འགྲོ་སོང་ཕལ་ཆེར་རྒྱ་གར་གཞུང་གིས་གནང་གི་ཡོད་པའི་ལམ་སྲོལ་ཞེས་བ་རེད་དཔལ་ལྡན་བཀའ་ཤག་གི་བརྒྱུད་ནས་སྙན་སེང་ཞུས་རྗེས་གོང་ནས་ཀྱི་བབ་བྱས་ནས་ད་རྒྱ་གར་གཞུང་གི་དམིགས་བསལ་དགོངས་པ་བཞེས་དགོས་ཡ་ཞེས་ཡོད་པ་ཡིན་ན་ནི། ད་བལྟ་དེ་ལྷ་ལས་ལྷག་པའི་ལུས་རེད་དེ་མེད་པས་ན་ཆིབས་སྒྱུར་སྣང་བརྙན་གཙོས་ཀྱི་ཐོག་ནས་དགོངས་པ་བཞེས་ནས་གང་ལྟར་སྐྱབས་མགོན་རིན་པོ་ཆེ་གི་ཆིབས་སྒྱུར་བསྐྱངས་ཀྱི་སྐབས་ལ་ད་གང་ལྟར་ཅིག་ཁེ་ཕུར་གནམ་གྲུ་གཅིག་གི་ཆ་རྐྱེན་དེ་ཡིན་གཅིག་མིན་གཅིག་ག་ཚོད་གནང་དགོས་འདུག་དགའ་དགའ་ནས་སྦེལ་ཀོབ་པའི་ཆིབས་སྒྱུར་གནང་གི་ཡོད་པ་ནི་མེ་ཟོང་གནམ་ཐང་ལ་ཕེབས་ཐུབ་ཡ་ཡོད་པ་གཅིག་དང། མོན་གོར་ལ་ཆིབས་སྒྱུར་གནང་གི་ཡོད་པ་ནི་ཧུབ་ལི་གནམ་ཐང་ལ་ཕེབས་ཐུབ་ཡ་ཡོད་པ་གཅིག་རྣལ་འབྱོར་རྡོ་རྗེ་གདན་ལེན་པ་ནི་དགའ་དགའ་རྣམ་གྲངས་ལ་ཕན་ཡོད་པ་གཅིག་ལ་དྭགས་ནས་ནི་ལ་དྭགས་རྣམ་གྲངས་ལ་ཐད་ཀར་འདི་ནས་ཀྱི་ཆེད་ལས་རྣམ་གྲོལ་རང་གི་ཐོག་ནས་ཡང་དན་དྲན་ཞུ་ཡ་ཡོད་པ་གཅིག་ལྟ་འདི་ང་ཚོ་ཚང་མས་ཀྱི་དགོངས་པ་བཞེས་དགོས་ཀྱི་འདུག་གསོལ་འདེབས་ཞུ་དགོས་ཀྱི་འདུག་ད་ནང་བཞིན་རྣམ་གྲོལ་དེའི་རིགས་ལ་དེ་ག་སོ་ཅི་འགྲོ་སོང་ཆེན་པོ་གང་ཡང་རེད་མི་འདུག་ལ་དེ་སྔ་ལོ་གཅིག་གཉིས་སྔོན་ནས་ལ་དྭགས་ལ་གྲོང་བོད་པ་བ་གཅིག་ན་ནས་སྨན་ཁང་ཚང་མ་ལ་བལྟས་ནས་ས་གནས་སྨན་ཁང་གི་ད་ཕན་ཐོག་ཡ་མི་འདུག་ལྡི་ལི་ལ་འགྲོ་ནས་མ་གཏོགས་འགྲིག་གི་མི་འདུག་ལ་དེ་སྒོ་ཡོང།
ཆུ་ཚོད་བཅུ་གཅིག་དང་སྐར་མ་བཅོ་ལྔ་བར་གསོལ་ཇའི་བར་གསེང། ལས་ཁུངས་ཀྱི་གཟུགས་པོའི་ཐོག་ལ་ཡར་འཕེལ་བཞིན་པ་ཡིན། སྤྱི་འཐུས་དངོས་གྲུབ་རྡོ་རྗེ་ལགས་སྐར་མ་གསུམ་ལྷག་ཡོད། དཔལ་ལྡན་ཚོགས་གཙོ་མཆོག་གོ་སྐབས་གནང་བར་ཐུགས་རྗེ་ཆེ། ངའི་དོན་གྱི་ཐད་ཧུར་སྣོན་འབུལ་ཞུ་ཡག་དེ་བ་འདི་ཚོགས་གཙོ་མཆོག་བཅར་འདྲིར Flight ལ་ཞུགས་ཡོད། གང་ལྟར་འདི་ནས་ག་བ་ཕེབས་དགོས་བྱུང་ནས་བར་ལ་བཀག་མ་དགོས་པ་ཅན་ཐད་ཀར་ཆིབས་བསྒྱུར་གནང་ཡོད་པ་ཅིག་ལ་ཞུགས་ཡོད། དེ་ཡང་དེ་གར་སུ་ཅིག་འགྲོ་སོང་ཆེན་པོ་ནད་མ་བཀྱགས་ཅིག་རེད་མི་འདུག་ཟླ་གཉིས་ལོ་གཅིག་གཉིས་གོང་ལ་ལ་དྭགས་ལ་ཡང་གྲོང་པའི་ཕ་རྒན་ཅིག་ནད་མནར་བྱུང་ས་ནས་སྨན་ཁང་ཁག་ལ་བསྟན་པའི་སྐབས་ལ་ད་ཕལ་ཆེར་ལྡི་ལི་ལ་ཡང་ཁེལ་ནས་མ་གཏོགས་ཕན་ཐོགས་ཡ་མི་འདུག་ཕན་ཚོད་ཐུག་མི་འདུག་ཞུས་བྱས་ནས་སྤུ་གུ་དེ་ཚོས་ཀྱི། བཅར་འདྲིར Flag Down བྱས་ནས་ལྡི་ལི་ལི་ཨར་གདན་འདྲེན་ཞུས་པ་རེད། ཞུས་ནས་སྨན་བཅོས་བྱས་ནས་དམ་དྲག་བྱས་ནས་དཔལ་ལྡན་དངོས་གནས་དཔལ་ལྡན་ཡག་ཐག་ཆོད་ཆགས་བསྡད་པའི་གནས་སྟངས་འདི་འདྲས་ཡོད་རེད། བྱས་ཙང་དེ་འདྲས་སོང་ཙང་དེ་ཚོའི་རིགས་དེ་ང་ཚོ་ཐུབ་མ་ཐུབ་ཡག་གི་ཙམ་ཡིན་ས་མ་རེད། ཨ་ལྷག་པར་དུའང་ད་ལྟ་བཅར་འདྲིར Flag Down ཞུ་ཡ་དེ་ད་རྒྱ་གར་དབུས་གཞུང་ཧ་ལས་པའི་བཀའ་དྲིན་ཆེན་པོ་རེད་ད་ལྟ་བར་དོ་ལ་ཡག་ཐག་གང་དང་ཅི་གི་ཐོག་ལ་གནང་གི་ཡོད་པ་ཡིན་ཙང་དེ་འདྲས་ཞིག་གི་གནང་བབ་དེ་ཡོད་པ་ཡིན་ན་ནི་ཨ་ནི་དཔལ་ལྡན་རྩེ་གྲ་བྱས་དེ་གལ་ཏེ་མེད་པ་ཡིན་ན་ལྕགས་རྭ་བླ་བླ་ཤོག་གི་ཐོག་ལ་དགའ་ལྡན་ཕོ་བྲང་རང་གི་དགོངས་པ་བཞེས་ནས། སྐབས་འདི་ནི་མཚན་ལྡན་ག་འདྲི་ཞིག་གནང་དགོས་ཀྱི་འདུག། ཞབས་བཀྱག་དེ་ཡང་ཞབས་སྟེགས་བརྒྱད་བྱས་པ་འདུག་བཅུ་གཉིས་བྱས་པ་ཡོད་རེད་བཅུ་དྲུག་བྱས་པ་ཡོད་རེད་ཁོ། ཆིབས་བསྒྱུར་སྐུ་ཧོག་གི་དྲང་པོ་དང་བསྟུན་བྱས་ནས་དགའ་ནི། སོང་ཙང་དེ་ཚོའི་རིགས་དེ་ང་ཚོ་ཐུབ་མ་ཐུབ་ཡག་གི་ཙང་ཡིན་ས་མ་རེད། ལྷག་པར་དུའང་ད་ལྟ་ལྕགས་རྭ་བླ་གི་ཞུ་ཡ་དེ་ད། རྒྱ་གར་དབུས་གཞུང་ཧ་ལས་པའི་བཀའ་དྲིན་ཆེན་པོ་རེད་ད་ལྟ་བར་དོ་ལ་ཡག་ཐབས་གང་དང་ཅི་གི་ཐོག་ལ་གནང་གི་ཡོད་བས་ན་དེ་འདྲའི་ཞིག་གི་གནང་བབ་དེ་ཡོད་བས་ན་ནི་ཨ་ནི་བར་དེ་རྩེ་གྲ་བྱས་དེ་གལ་ཏེ་མེད་བས་ན་ལྕགས་དྲ་ལྷ་བླ་ཤོག་གི་ཐོག་ལ་གངས་ལྡན་ཕོ་བྲང་རང་གི་དགོངས་པ་བཞེས་ནས། ཀོམ་པ་ནི་ཚད་ལྡན་གང་འདྲས་ཅིག་ལ་གནང་དགོས་ཀྱི་འདུག་ཞབས་བཀྱག་དེ་ཡང་ཞབས་སྟེགས་བརྒྱད་བྱས་པ་འདུག་བཅུ་གཉིས་བྱས་པ་ཡོད་རེད་བཅུ་དྲུག་བྱས་པ་ཡོད་རེད་ཀོ། ཆིབས་བསྒྱུར་སྐུ་ཧོག་གི་གྲངས་འབོར་དང་བསྟུན་བྱས་ནས་ཀྱི་ཨ་ནི་ཆེད་ལས་བྱེད་ས་དེ་ཡའི་ཚད་འདས་ལོས་དང་ཚང་མ་མི་བལྟ་དགོས་དེ་གྱིས་དེ་ཡང་གདན་ཞུ་གནང་ཉེས་ཚོགས་ཀྱི་ཐོག་ནས་ཀྱི་དེ་ཚང་མ་བལྟ་དགོས་ཡ་ཀྱི་གནས་ཚུལ་ག་གེ་ཡོད་མ་རེད་དེ་གྱིས་དེ་ག་འདན་ཕོ་བྲང་རང་གི་ཐོག་ནས་དགོངས་པ་བཞེས་གནང་དགོས་ཡ་ཅི་རེད་མཚན་ལྡན་ག་བ་གཏོགས་དགོས་འདུག་ག་འདྲེ་ཞུ་དགོས་འདུག་ག་འདི་གདན་ཞུ་གནང་ཉེས་སོ་སོ་ཀྱི་ཐོག་ནས་ད་རྒྱ་གར་གཞུང་ནས་ཡོད་ན་ཡོད་པ་རེད་མེད་པ་ཡིན་ན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་ནས་བཟུང་སྟེ་ཆིབས་བསྒྱུར་ག་བ་གནང་གི་ཡོད་པ་དེ་ལ་ཡང་དང་དག་གིས་སྤྱི་བཏང་གི་གནམ་གྲུའི་ནང་ལ་ཕེབས་མ་གོ་བ་ཅིག་གི་ཐོག་ལ་ཚང་མས་ཀྱི་དགོངས་པ་ཟབ་ཞེས་བཞེས་གོ་བ་དེ་ཧ་ལས་པའི་གལ་ཆེན་པོ་རེད་ཅེས་ད་ང་ཚོ་ལ་ཡོད་ན་མེད་ན་དེ་རྒྱ་བ་རིན་པོ་ཆེ་གི་སྐུ་ཕྱྭ་དེ་རེད་ད ྋསྐྱབས་མགོན་རིན་པོ་ཆེས་ཆིབས་བསྒྱུར་གནང་གི་སྐབས་ལ་དེ་འདྲིས་ཀྱི་སྐུ་ངལ་ཆེན་པོ་ཅིག་འཕྲད་བསྡད་ཀྱི་ཡོད་པའི་སྐབས་ལ་ད་ང་ཚོ་ཚང་མ་ལ་སེམས་ལ་བཟོད་ཡ་མེད་པའི་གནས་སྟངས་ཤིག་རེད་པ་ལ་དེ་ཡོད་པ་དེ་ད་བཟོད་ཀྱི་མི་འདུག་ཟེར་ཤག་ཙམ་མ་ཡིན་པའི་ཆེད་དུ་དངོས་སུ་ང་ཚོ་དེ་སྐུ་ངལ་སེལ་ཐབས་ཀྱི་ཐོག་ལ་ཡང་ད་ཚང་མས་ཀྱི་འབད་བརྩོན་གྱིས་གནང་ནས་ཐབས་ཤེས་ཀྱིས་ཞུས་བྱས་ནས་ཡར་ལ་གསོལ་འདེབས་སྙན་གསེང་ཞུ་བར་བྱོན་ནས་ཐུགས་རྗེ་གཟིགས་ད་ནི་གསུངས་ཏེ་ཆིབས་བསྒྱུར་གནང་ཡང་དེ་རྗེས་དེ་ལྕགས་རི Flight རང་ལ་དགའ་དགའ་ནི་གི་ག་བ་ཕེབས་དགོས་ཡོད་ན་ཕེབས་ས་དེ་ལ་ཤ་ཆག་ཕེབས་ཡོད་པ་གཅིག་ལ་མ་གཏོགས་པའི་རྩ་ནི་གོང་པོ་མ་བཞེས་རོགས་གནང་ཟེར་ག་ཚད་སྐྱབས་མགོན་རིན་པོ་ཆེ་དེ་ག་དུས་ནས་འབྲུ་འབྱུང་མཆོག་པས་དེ་འདྲའི་གླུ་ཡག་གོང་པོ་བཞེས་གནང་ཉེ་ཟེར་བ་སྟབས་བདེ་ལོས་ཀྱང་གཟིགས་དེ་གི་ཡོད་པ་འདི་ད་ད་ལྟ་སྐུ་ཁམས་གནས་སྟངས་ཀྱི་ཆ་ནས་དེ་འདྲའི་གནང་ཡག་གི་དུས་ཚོད་ཁོ་ར་རེད་མི་འདུག་བསམ་གི་འདུག་དེ་སོང་ན་དེ་རིང་འདི་ལ་ཡང

དགའ་ནི་ཁོ་རང་དང་མཉམ་དུ་བདེ་སྲུང་གི་བཀའ་མོལ་གནང་གི་ཡོད་རེད་ད་ཡིན་ན་རྗེས་ལ་བཀའ་མོལ་གསུང་བའི་སྐབས་ལ་ཆོས་རིག་བདེ་སྲུང་བཀའ་དྲུང་ཞེས་ནི་འདུག་ཞེས་གསུང་གནང་སོང། ད་དེ་དགོངས་ཚུལ་གསུངས་པ་རེད། དེ་དུས་རྩ་བའི་གི་དགའ་ནི་ཁོ་རང་དང་འབྲེལ་བ་ཡོད་རྒྱུ་ཆ་ལང་ཞིག་དགའ་ནི་ཁོ་རང་ནས་ཐག་གཅོད་གནང་གི་ཡོད་རེད། དེ་ཡིན་དུས་ད་ལྟ་དེའི་དགོངས་ཚུལ་ཕེབས་ན་བཞིན་ང་ཚོ་འབྲེལ་ཡོད་ཚོ་ལ་ཡང། གྲོས་ཚོགས་ནང་དགོངས་ཚུལ་དེ་འདྲ་འཕེལ་གྱི་ཡོད་པའི་སྐོར་དེ་ང་ཚོས་གཉའ་གསང་ཞུ་ཆོག་མ་འོངས་པ་དེ་ལྟར་ཡོང་མི་ཡོང་བྱས་དེ་ཡང་ཕོ་བྲང་རང་ནས་ཐག་གཅོད་ན་གནང་ཞིག་རེད་མ་གཏོགས་ཆོས་ཀྱི་ཆོས་རིག་ལས་ཁུངས་ནས་འདི་ག་ནས་ཡང་ཐད་ཀ་དེ་བྱས་མཁན་ཡོད་མ་རེད་ཞེས་འདྲི་ཞུ་བ་ཡིན།